བཀྲ་ཤིས་བདེ་ལེགས། ཐོག་མ་དེ་ངེད་ཀྱི YouTube ཀྱི་མཚོན་པའི་དྲ་རྒྱ་སེང་སིང་གནང་མཁན་ཚང་མ་ལ་ཡང། ངས་ཐོག་མ་དེ་རྒྱ་གར་ལྷོ་ཕྱོགས་མོང་གོལ་ལི་ཡར་རྟེན་གཞི་བྱས་པའི་བྱེས་ཀྱི་གདན་ས་ཆེན་པོ། པ་འདའི་འབྲས་དཀར་སྤུངས་པ་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་དེ་རིང་ངས་རྣམ་པ་ཚོ་ལ་ཡང་ག་རེ་ཞུ་ཡ་གི་དུས་བབ་བྱུང་སོང་ཟེར་ནས་ཞུས་པ་ཡིན་ན། ད་ང་ཚོ་ནང་པ་སངས་རྒྱས་པ་ཅན་པའི་ཆ་ནས་ནང་ཆོས་སྦྱང་དགོས་བ་ར་མི་ཚང་མ་ལོག་གི་ནང་ཆོས་སྦྱང་དགོས་བ་ར་ད་མི་ཚང་མ་ཚུན་ད་ནང་པ་ཡིན་ཕྱིན་ཆད་ལ་ཡ་རོ་བ་ནང་པ་ཡིན་ཕྱིན་ཆད་ལ་ཚང་མ་ལོག་ནང་ཆོས་རྒྱ་ཆེན་པོ་ཞུ་བ་དེ་འདྲས་ཅིག་མ་མ་ཤིང་པ་ཡིན་ནས་ཡ་མ་ནས་ཅིག་ཡིན་ནས་འདུག་ཆེ་དྲང་གུ་དྲང་གནང་དགོས་བ་ར་བ་དེ་འདྲས་ཡིན་དུས་ཚང་མ་ལ་ཡ་ང་ནང་ཆོས་སྦྱང་གི་ཡོད་ད་ནང་པ་ཡིན་ནང་པ་ཡིན་པའི་ཆ་ནས་ནང་ཆོས་སྦྱང་གི་ཡོད་ཆེ་ཆེ་ཨ་ནས་ང་ཚོ་ཚང་མ་ལོག་གི་འདུག་ཆེ་བཤད་དུས་བོར་ད་འོ་ན་ང་རང་ཚོ་ནང་ཆོས་སྦྱང་གི་ཡོད་ཅིག་བཤད་པ་ཡིན་པ་ཡིན་ན་ཨ་ལས་དང་པོ་དེ་ལས་ཡ། ནང་ཆོས་སེ་ཡ་གི་ཚིག་དེ་དོན་དག་ག་རེད་ཨང་དང་པོ་དེ་ཧ་གོ་བ་བྱེད་དགོས་དེ། དཔེ་མི་སྲིད་པའི་གལ་ཆེན་པོ་མཐོང་གི་འདུག་ར་བ། ནང་ཆོས་སེ་ཡ་བཅོས་ར་བ། ནང། ཆོས། སེ་ཡ་གི་ཚིག་གཉིས་པོ་བཅོས་ར་བ། འོ། ཚིག་དེ་གཉིས་པོ་དེ་དོན་དག་ག་རེ་ཟེར་གི་ཡོད་རེད། ཨང། ཚིག་དེ་གཉིས་པོ་དང་མཐུན་པའི་ཐོག་ནས་ང་ཚོ་ཆོས་བྱེད་ཀྱི་འདུག་དང་མི་འདུག་དེ་བསམ་བཏང་གོ་ཨེ་དེ་ཧ་ལས་པའི་གལ་ཆེན་པོ་མཐོང་གི་འདུག། འོ་དེ་གཅིག་བྱས་ར་བ། དེ། དེ་ནས་ད་ཨ་ནས་རིམ་པ་གཉིས་པ་དེ་ལས་ཡ། ནང་ཆོས་སྦྱངས་ན། ཁྱད་ཕན་ག་རེ་ཡོད་རེད། ཡང་འདི་འདི་ཤིང་བ་བྱེད་དགོས་ཡ་དེ་ཧ་ལས་པའི་གལ་ཆེན་པོ་མཐོང་གི་འདུག་རོ། གང་ཡིན་ཟེར་ན་ང་ཚོ་ཁྱད་ཕན་དེ་ཧ་མ་གོ་བ་ཡིན་ན་ཁོ་དེ་ཙམ་གྱི་སྤྲོ་བ་གལ་ཡོང་མ་རོ་དེ་ཡིན་དུས་ཚང་མ་ལ་ཡ་ཁྱད་ཕན་དང་གནད་འགག་དེ་ཧ་གོ་བ་ཡིན་ན་ཧ་ནི་གཞི་ནས་ཁོ་སྦྱང་ཉིན་ཁྲོད་ཡ་སྤྲོ་བ་ཞུགས་ཅིག་ལས་ཀྱི་རོ་དེ་འདྲས་ཡིན་དུས་ཚང་མ་ལ་ཡ་ངས་དེ་རིང་རྣམ་པ་ཚོ་ལ་ཡ་ནང་ཆོས་ཟེར་ཡག་གི་ཚིག་གཉིས་པོ་དེ་དོན་དག་ག་རེ་ཟེར་གྱི་ཡོད་མེད་ཨ་ནི་ནང་ཆོས་སྦྱང་ན་ཁྱད་ཕན་ག་རེ་ཡོད་རེད་རོ་ནང་ཆོས་སྦྱངས་པ་ཡིན་ན་ཕན་ཐོག་ག་རེ་ཡོད་རེད་ཟེར་ཡག་བྱུང་རོ་གཙོ་བོ་འདི་སྐོར་ལ་ཡ་སྙིང་བསྡུས་ཅིག་ཞུ་ཡ་ཡིན་རོ། དེ་ནས་ད་ནང་ཆོས་སྦྱངས་པ་ཡིན་ན། དང་པོ་དེ་ལ་ཡང་ནང་ཆོས་ཟེར་ཡག་གི་ཚིག་དེའི་དོན་དག་ག་རེ་ཟེར་གྱི་ཡོད་རེད་ཟེར་ནས་ཞུས་པ་ཡིན་ན། ནང་ཆོས་ཟེར་ཡག་གི་ཚིག་གཉིས་པོ་བྱེད་དུ་བ། ནང་ཟེར་དུས་ཙམ་མ་ལ་ཡང་ནང་བསམ་བློ་དེ་བྱེད་རོགས་ཨ། ནང་བསམ་བློ་དེ་ལ་ནང་ཞེས་བྱེད་རོགས་ཨ། དེ་ནས་ཆོས་ཟེར་དུས་ཙམ་མ་ལ་ཡང་ད་མཁས་པ་ཚོས་འགྲེལ་བཤད་རྒྱབ་སྟངས་མང་པོ་ཅིག་ཡོང་གི་འདུག་དེ་ཡིན་ན་ཡང་ཆོས་ཟེར་ཡག་དེ་གོ་བདེ་པོའི་ཐོག་ནས་འགྲེལ་བཤད་སྟབས་བདེ་པོ་བྱས་ནས་ཞུས་བཞག་པ་ཡིན་ན་ཆོས་ཟེར་ཡག་དེ

སེམས་པ་བཟང་རུང་དང་བསྒྱུར་བཅོས་བཏང་ཡང་འགྱུར་བའོ་དེ་ལ། ཆོས། ཟེར་ཡ་དེ་ལྟ་དོན་དག། གོ་བདུན་པོའི་ཐོག་ནས་འགྲེལ་བཤད་རྒྱག་པ་ཡིན་ན། དེ་འདྲས་བྱིན་པ་འདྲ་རོ། དེ་འདྲས་ཡིན་དུས་ཙམ་མ་ལ་ད་ནང་ཟེར་ཡ་དེ་ནང་བསམ་བློ་བྱེད་ཨ་ཆོས་ཟེར་ཡ་དེ། ནང། བསམ་བློ་དེ་ཨ་ནི་ཅིག་སེམས་པ་བཟང་རུང་དང་ཡང་བསྒྱུར་བཅོས་བསྒྱུར། ནང་ཆོས་སྦྱངས་པ་ལ་བརྟེན་ནས་ནང་ཆོས་ཀྱི་བསླབ་བྱ་བཟང་པོ་དེ་ཚུར་ལེན་བྱེད་སོ་སོའི་ངོས་ནས་ཉམས་ལེན་བྱེད་བྱེད། ཅིག་བྱེད་ཡ། སེམས་བསྒྱུར་བ་བཏང་ཡང་འགྱུར་བའོ་དེ་ལ་ཆོས་ཟེར་རོ། ད་ནང་ཆོས་ཟེར་ཡ་གི་གོ་དོན་དེ་དེ་འདྲས་བྱེད། དེ་ནས་ད་ནང་ཆོས་སྦྱངས་པ་ཡིན་ན། ཡང་ཁེ་ཕན་ག་རེ་ཡོད་རེད་ཟེར་ཡ་སྦྱོར་བ་ད་འདི་གནད་འགག་ཆེན་པོ་ཞུ་ཆགས་འདུག་ཡོད་རེད་བ། ནང་ཆོས་སྦྱང་ན་ཕན་ཐོག་ག་རེ་ཡོད་རེད་ཟེར་བ་དེའི་དུས་ཙམ་ལ་ངས་དེ་རིང་རྣམ་པ་ཚོ་ལ་ཡག་ད་ང་རང་གི་བསམ་ཚུལ་འདྲ་པོ་གཅིག་ནང་ཆོས་སྦྱང་པ་ཡིན་ན་གནས་སྐབས་ཀྱི་ཁེ་ཕན་གཅིག་དང་མཐར་ཐུག་གི་ཁེ་ཕན། དེ་གཉིས་ཞུ་ཆོག་ཟེར་བ། དང་པོ་དེ་ལ་ཡང་གནས་སྐབས་ཀྱི་ཁེ་ཕན་དེ་ག་རེ་ཡོད་རེད་ཟེར་ནས་ཞུས་པ་ཡིན་ན་གནས་སྐབས་ང་རང་ཚོ་ད་སྔས་མ་ང་ཚོས་བྱེད་སྟངས་གཞན་གྱིས་ང་ཚོས་ཅིག་གཞན་གཞན་ཅིག་གིས་གསུངས་མྱོང་ཡོད་རོགས་གཞན་དེ་མཚན་ཞུ་མ་དགོས་བ་བྱེད། ཆོས་དེ་ཡང་ཆོས་བྱེད་ཤེས་ན་ཆོས་རེད། ཆོས་དེ་ཡང་ཆོས་བྱེད་མ་ཤེས་ན་ཆོས་དེ་དུ་བུར་གདའ། འོ་འདི་གསུངས་གི་ཡོད་རོགས་དེ་འདྲས་ཡོད་དུས་ཙམ་མ་ལ་ཡ། ཨ་ནི་གང་ལྟར་ཅིག་ཆོས་བྱེད་ནས་ཅིག་ང་རྒྱལ་ཁེ་ཡ་ལ་སོགས་པ་མི་ལ་ཅིག་སྤྱོད་པ་ལོག་ཡ་ལ་སོགས་པ་ད་ཅིག། འོ་དེ་འདྲས་ཁེ་པ་ཡིན་ན་ཁོ་ཆོས་བྱ་དགོས་འོ་མ་ར་དེ་འདྲས་ཡོད་དུས་ཙམ་མ་ལ་ཡ་ཁོ། ད་གིན་ཚིག་གཉིས་པོ་དེ་ཏག་ཏག་ཐུས་མ་སོང་ནང་ཆོས་ཟེར་ཡ་དེ། ནང་ཆོས་སྦྱངས་ནས་ད་ཆོས་བྱས་ནས། ཅིག་ང་རྒྱལ་ལ་སོགས་པ་ཕྲག་དོག་ལ་སོགས་པ་འདི་འདྲའི་ཅིག། མཁས་པ་ཡིན་ན་ཁོ་ད་གིན་ནང་ཆོས་ཟེར་ཡ་ཚིག་གཉིས་པོ་དེ་ཏག་ཏག་བསྡད་མ་སོང། འདི་འདྲའི་ཡིན་དུས་ཚང་མ་ལ་ནང་ཆོས་སྤུས་དག་པོ་ཞིག་སྦྱངས་པ་ཡིན་ན་ད་ད་གིན་གོང་དུ་ཚིག་གཉིས་པོ་དེ་ཐོན་ཡ་ཕྱིར་བ། ནང་བསམ་བློ་དེ་འགྱུར་བ་བཏང་ཡ་ཡོད། འགྱུར་བ་འགྲོ་ཡ་ཡོད་གིན་འོ་འདི་འདྲས་ཀྱི་ཆོས་ཅིག་བྱེད་དགོས་ཡ་ཕྱིར་བ། ད་དེ་འདི་འདྲས་ཀྱི་ད་ནང་ཆོས་སྦྱངས་པ་ཡིན་ན་ཁེ་ཕན་ག་རེ་ཡོད་རེད་ཟེར་བྱས་ནས་ཞུས་པ་ཡིན་ན། ནང་ཆོས་སྦྱངས་པ་ཡིན་ན། ང་རང་ཚོ་སེམས་ལ་ཞི་བདེ་ཞུ་བོ་ལས་ཡོད་དུ་བ། དེ་ཡིན་དུས་སེམས་ལ་ཞི་བདེ་ཞུ་བོ་ལས་ཀྱི་ཡོད་པ་སེམས་ལ་ཞི་བདེ་སླེབས་པ་ཡིན་ན་མི་རང་བཞིན་གྱི་ཡག་པོ་ཆགས་དགོས་བར་མི་སེམས་པ་བཟང་རུ་འགྲོ་གི་ཡོད་པ། དཔེ་ལྟ་བུ་ཆ་བྱ་ན་ནང་ཆོས་ནི་གཅིག་ནང་ཆོས་སྦྱངས་ནས་ད་ཉམས་ལེན་ཚད་མཐོ་པོ་ཡོད་མཁན་གཅིག་དང་ཉམས་ལེན་གང་ཡང་མ་བྱས་མཁན་ནང་ཆོས་མ་སྦྱངས་མཁན་གཅིག་ཡོད་བར་ད་འདི་གཉིས་བར་ལ་ཁྱད་པར་བསམ་བཏང་པ་ཡིན་ན། བས། སེམས། གནམ་ས་ཁྱེད་པ་རྒྱུ་སྐུར་བ། དཔེ་ལྟ་བུ་ཆ་ཤ་བ་ཡིན་ན་ང་རང་ཚོ་ཅིག་ནང་ཆོས་མཁྱེན་ནོ་མ་མཁྱེན་མཁན་ཅིག་ངོས་ནས་བཤད་པ་ཡིན་ན། སེམས་རྣ་ལ་དཀའ་ངལ་ཞུ་གི་ཡོད་རོགས་ད། གནས་ཚུལ་ཆུང་ཚགས་ཅིག་བྱུང་པ་ཡིན་ནས་དཀའ་ངལ་ཞུ་གི་འདི་རེད། ད་ནང་ཆོས་དངོས་གནས་དྲ་གནས་གོ་རྟོགས་ཚད་མཐོ་པོ་སླེབས་ཚར་མཁན། ནང་ཆོས། ཚད་མཐོ་པོ་གོ་རྟོགས་ཡོད་མཁན། ཉམས་ལེན་ཚད་མཐོ་པོ་ཡོད་མཁན་ཅིག་ངོས་ནས་བཤད་པ་ཡིན་ན། སེམས། ཞི་བདེ་ཞུ་བའི་ཇི་ད་ཧང་སང་ཡ་བག་ཕེབས་པོ་སེམས་ཞི་བདེ། སེམས་ཞི་དུལ་ཞུ་བའི་ཆག་སྒོ་ར་པའི་དགྲ་བོ་ཆག་ཤ་བ་ཡིན་ན་ངས་ད་ལྟ་ད་རིང་པོ་ཞུ་མ་གོ་ཅེས་ཨ་ནེ་ད་ལྟ་དཔེ་ན་རྒྱལ་སྲས་ཆེན་པོ་ཞི་བ་ལས་ཀྱིས་ད་ལྟ་སྤྱོད་འཇུག་ནང་ལོག་ལ་ཡ་གལ་ཏེ་བཅོས་སུ་ཡོད་ན་ནི་དེ་ལ་མི་དགའ་ཅི་ཞིག་ཡོད་གལ་ཏེ་བཅོས་སུ་མེད་ན་ནི་དེ་ལ་མི་དགའ་ཆེ་ཆེ་ཕན་སྲིད་ཡ་གི་ཚིག་འདི་ཚོ་བསམ་བཏང་ཡོད་དུས་དངོས་གནས་དྲ་གནས་སེམས་པའི་རང་བཞིན་གྱི་ཞི་བདེ་ཞུ་བའི་ཆག་སྒོ་ར་ད་ཚིག་འདི་གི་དོན་དག་ག་རེ་ཟེར་གྱི་ཡོད་མེད་ངས་ལེ་ཚན་ཇི་མའི་ནང་ཞུ་གི་ཡིན་རུང་བ་ད་ད་དེ་ཡང་འབྲེལ་ཞིག་ཞུ་དེ་ད་བརྙན་ཐུང་དེ་རིང་པོ་ཆགས་འགྲོ་ཚར་དེ་འདྲ་ཡིན་དུས་ཙམ་མ་ལ་ཚིག་འདི་སྐད་དེ་བསམ་གཏམ་དངོས་གནས་ཕྲ་ནས་ནང་ཆོས་གོ་རྟོགས་ཡག་པོ་ཡོད་མཁན་ནང་ཆོས་ཀྱི་ཐོག་ལ་ཡང་ཉམས་ལེན་ཡག་པོ་བྱེད་མཁན་ཅིག་ངོས་ནས་བཤད་པ་ཡིན་ན་སོ་སོ་སེམས་ལ་དཀའ་ངལ་མེད་པ་བྱས་ཨ་ནི་སེམས་ལ་རང་བཞིན་གྱི་ཞི་བདེ་ཞུ་བ་ཅིག་སླེབས་དགོས་བར་ད་སེམས་ཞི་བདེ་སླེབས་པ་ཡིན་ན་ད་དངོས་གནས་ཕྲ་ནས་ཕྲ། མི་ཚེའི་ནང་ལ་ཕ་བདེ་སྐྱིད་ཡོད་ན་མེད་ན་བྱ་དགོས་བར་ང་ཚོས་ད་ལྟ་འཛམ་བུ་གླིང་ནང་ལོགས་ལ་ཡང་ད་ཅིག་སེམས་ཞི་བདེ་མེད་པ་ལ་བརྟེན་ནས་ད་རྙོག་དྲ་མང་པོ་ཞུ་བ་ཅིག་སླེབས་དགོས་བར་དཔེ་འདྲ་བོ་ཆ་ཤ་པ་ཡིན་ན། ད་འཛམ་བུ་གླིང་འདི་ནང་ལ་མི་དང་མི་སུ་རེད་དང་གི་ག་ཚོད་དང་ག་ཚོད་ཡོད་རོ་ཨ་ཡ་དཔེ་འདྲ་བོ་ཆགས་ཤག་པ་ཡིན་ན་ད་ངེད་ཅག་རང་གི་གནས་ཚུལ་ཚ་བོ་ཚ་བོ་འདི་འདྲ་ཅིག་ཞུས་པ་ཡིན་ན་ཨ་ནི་སྦེང་ལོར་ལ་ཡ་ཨ་ནི་ཅིག་རྒྱ་གར་ཕོ་གསར་ཅིག་གི་ཨ་ནི་རྒྱ་གར་བུ་མོ་ཅིག་ལ་ཡ་གྲི་བཙུགས་ནས་གྲི་བཅུ་རྩི་བཙུགས་མགོ་འདི་ཚོ་རྩིག་པ་གང་ལ་བརྡབས་འདི་འདྲའི་སད་པའི་གི་ཨ་ནི་གསང་རྒྱུད་བརྒྱུད་ལམ་ཁག་ལ་འདི་འདྲ་ཐོན་ཡག་འདུག་ཨ་ད་ནང་བཞིན་གི་ངེད་ཅག་རང་རེད་ཨ་ནི་སྤྱི་ཟླ་བཅུ་གཉིས་པའི་ཕྱི་ཚེས་བཅུ་ཉིན་མོ་འདི་ལ་ཡ་ཡང་རྒྱ་གར་གི་ད་ལྟ་ཅིག་ཁྱོ་ག་སྐྱིད་མེད་ཅིག་ཁོ་གཉིས་གཅིག་མ་འཆམ་པ་འདྲ་བོ་དེ་འདྲས་ཆགས་ཅིག་ཨ་ནི་ཁྱོ་ག་དེ་ཁོ་སེམས་མ་བདེ་བ་ཆགས་ཅིག་ཡང་རང་ཤི་རྒྱབ་དེ་ཡ་ལགས་སོ་བ་འོ་དེ་འདྲས་ཅིག་ཡོང་གོ་འོ་ར་ད་དངོས་གནས་དྲ་གནས་ཕེད་ད་ག་ཚོད་འོ་ར་ད་དེ་གས་དེ་གཅིག་བྱས་ན་སྙིང་རྗེ་ད་ཅིག་ཆོས་ཀྱི་གོ་རྟོགས་མེད་པ་ལ་བརྟེན་ནས་དེ་རེས་ཆགས་པ་ཡིན་རྒྱུ་རེད་བསམ་གྱི་འདུག་ར་བ་དེ་འདྲས་ཡིན་དུས་ཙམ་མ་ལ་ཡ་གང་ལྟར་ནང་ཆོས་ཚད་མཐོ་པོ་གོ་རྟོགས་ཡོད་མཁན་གཅིག་ངོས་ནས་བཤད་པ་ཡིན་ན་དེ་འདྲས་ནམ་ཡང་ཡོང་གི་མ་རེད་ནང་ཆོས་ཕེད་ཚད་མཐོ་པོ་གོ་རྟོགས་ཡོད་མཁན་བསམ་བློ་བཏང་ཤེས་མཁན་ཉམས་ལེན་བྱེད་ཉམས་ལེན་ཡག་པོ་ཅིག་བྱེད་མཁན་ཅིག་ཡིན་པ་ཡིན་ན་སེམས་ལ་དེ་འདྲའི་དཀའ་ངལ་ཁྱད་ནས་མེད་པ་བཅས་སེམས་ཞི་བདེ་ཞུ་བ་བྱ་དགོས། ད་མི་གཅིག་གིས་དེ་འདྲ་བྱེད་གཉིས་ཀྱིས་དེ་འདྲ་བྱས་པ་ཡིན་ན་ཁོ་འཛམ་བུ་གླིང་གང་རུང་ཞི་བདེ་ཆགས་པ་ཡིན་ན་ཨ་ནི་སྐྱིད་པོ་ག་འདྲ་ཡོད་རེད་བ། དེ་ཡིན་དུས་དེ་གནས་སྐབས་ཀྱི་རྒུད་པ་དེ་དེ་འདྲས་ཅིག་ཞུ་ན་འགྲིག་གི་མིན་འགྲོ་རེད་བ། དེ་ནས་མཐར་ཐུག་གི་རྒུད་པ་དེ་ད་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་མཐོ་ཡག་ད་མདོར་བསྡུས་ན་སངས་རྒྱས་ཀྱི་གོ་འཕང་མཐོ་ཡག་བརྗོད་རོགས་ད་འདི་མཐར་ཐུག་གི་དམིགས་ཡུལ་འདི་ཆགས་འདི་ཡོད་རོགས། མཐར་ཐུག་གི་ད་ཁེ་ཕན། ནང་ཆོས་སྦྱངས་པ་ཡིན་ན་ད་གིན། གནས་སྐབས་ཀྱི་ཁེ་ཕན་གཅིག་དང་མཐར་ཐུག་གི་ཁེ་ཕན་གཉིས་སུ་ཞུས་སོང་ང་དེ་ཡིན་དུས་ཙམ་མ་ལ་ཡ། མཐར་ཐུག་གི་ཁེ་ཕན་དེ་སངས་རྒྱས་ཀྱི་གོ་འཕང་མཐོ་ཡག་འདི་ཆགས་འདི་ཡོད་རེད། འདི་ཞུ་བཞག་ན་མ་འགྲིག་པ་ཡོད་མ་རེད་བསམ་གི་འདུག་རོགས། ད་སངས་རྒྱས་གོ་འཕང་མཐོ་ན་ཁེ་ཕན་ག་རུ་ཡོད་རེད་ཟེར་བྱས་ནས་ཞུས་པ་ཡིན་ན། ད་སངས་རྒྱས་ཀྱི་གོ་མ་ཐོབ་པ་ཡིན་ན་རང་དོན་མཐར་ཕྱིན་ཚར་བར་ད་རང་དོན་མཐར་ཕྱིན་ཚར་དུས་ཨ་ན་ད་གཞན་དོན་འགྲུབ་ཡག་གི་བསམ་བློ་མ་གཏོགས་ག་གེ་ཡོད་མར་དེ་ཡིན་དུས་ཚང་མ་ལ་ང་རང་ཚོ་འཛམ་བུ་གླིང་འདི་ནང་ལོ་ད་སངས་མ་རྒྱས་ན་ཁུ་ཨ་དེ་ནོ་ཁོ་ཚུད་དུས་ཚང་མ་དཀའ་ངལ་ག་ཚོད་ཡོད་ར་ད་གཅིག་ད་དངོས་གནས་ཅིག་ནད་ན་ཚ་ན་ཡ་ལ་སོགས་པ་ད་ཅིག་སྡུག་བསྔལ་ད་སྡུག་བསྔལ་ཅིག་མ་གཏོགས་བདེ་བ་ཞེ་དྲག་ཅིག་མ་དེ་ཧ་ལམ་ད་སྐྱོན་བུ་ཡིན་པས་སོ་འདྲ་བོ་བྱོ་ར་བ། ད་ཅི་ལྟར་ང་ཚོ་མི་འདྲ་བོ་ཆ་ཞག་པ་ཡིན་ན། ནས་འགྲོ་བ་རིགས་དྲུག་གི་ནང་ལོགས། འགྲོ་བ་རིགས་དྲུག་གི་ནང་ལོགས་ཅི་ལྟར། བདེ་འགྲོ་གསུམ་དང་ངན་འགྲོ་གསུམ་ཞེས་དགོས་རོགས་དེ་ཡིན་དུས་མི་འདྲ་བོ་ཆ་བཞག་ན། བདེ་འགྲོ་ནང་ལོགས་སྐྱེས་དུས་ཡོད་ར་ལག་དུས་ཡོད་ར་སྟེ་ཡིན་ན་ཡང་ད་ང་རང་ཚོ་དཀའ་ངལ་ག་ཚོད་འདུག། ནས་ཁལ་མ་འཕྲོ་ལག་འགྲོ་བཞག་ཟེར་ཡག་འདྲ་བོ་ཨ་ནས་ཅིག་ཁྲག་ཤེད་འཕར་བཞག་ཅིག་ཅི་ནས་འཕར་བཞག་ཅིག། ཅིག་ཁལ་མ་འཕྲོ་ལག་འགྲོ་བཞག་གཤག་བཅོས་བཏང་དགོས་བཞག་ཟེར་ཡག་འདྲ་བོ་ཞེ་ན་ཚ་བོ་འདི་འདྲའི་ག་ཚོད་ད་དཀའ་ངལ་ཡོད་རོགས་ཡ། དེ་ཡིན་དུས་སངས་རྒྱས་ཚ་ཚུལ། སངས་རྒྱས་པ་སངས་རྒྱས་གོ་འཕང་ཐོབ་ཚ་དུས་དཀའ་ངལ་འདི་དག་ཚང་མ་ལོགས་མེད་པ་ཆགས་འགྲོ་དགོས་རོགས། ཨ་ནས་ད་རང་དོན་མཐར་ཕྱིན་བྱས་ད་ག་འདྲར་གཞན་དོན་འགྲོ་ཡ་མེད་དོ། མེ་གོན་སི་ལྟ་བུ་བྱ་དགོས་རོ་ད་མི་ཏོ་ཨོ་སི་ལྟ་བུ་ད་ཞུ་དགོས་རོ་ད་གང་ལྟར། བདེ་འགྲོ་ནང་ལོ་སྐྱེ་འདོད་ཡོད་རོ་ད་ངན་འགྲོ་ནང་ལོ། བདེ་འགྲོ་དང་ངན་འགྲོ་གཉིས་ནང་ལོ་ངན་འགྲོ་ནང་ལོ་སྐྱེ་དེ་ངས་ད་དུད་འགྲོ་ལ་སོགས་པ་དེ་ཚོ་ཏོ་དཀའ་ངལ་ག་ཚོད་ཡོད་རོ་ད་ཤི་མ་ཤི་མྱང་དགོས་ཨེ་སི་བྱ་དགོས་རོ། དེ་འདྲ་ཡིན་དུས་ཙང་མ་ལ་ཡ་ད་གང་ལྟར་ཆོས་མ་བརྗེད་པ་ཡིན་ན། ཨ་ནི་ཆོས་ཉམས་ལེན་ཟེར་ཡ་དེ་མ་བརྗེད་པ་ཡིན་ན་སོ་སོ་ཁོ་བ་ན་ཁོ་བྱས་དཀའ་ངལ་ཤུགས་ཆེན་པོ་ཞུ་དེ་འདྲ་འཕྲད་ཀྱི་ཡོད་པ་ཆོས་ཉམས་ལེན་ཟེར་མཁན་དེ་བྱས་པ་ཡིན་ན། ཨ་ནི། ག་ལས་ག་ལས་བྱས་ནས་སོ་སོ་ཨ་ནི་ཅིག་སེམས་ལ་ཞི་བདེ་རག་དེ་ནས་ག་ལས་ག་ལས་བྱས་ནས་ཉམས་ལེན་བྱས་རྗེས་ཨ་ནི་ཅིག། ཐེག་ཆེན་གྱི་ཚོགས་ལམ་སྦྱོར་ལམ་ལ་སོགས་པ་འདི་སྐད་ཐོབ་རྗེས་ཨ་ནི་ཐ་མ་མི་སློབ་ལམ་ཐོབ་ནས་སངས་རྒྱས་པ་ཡིན་ན། ཨ་ནི་རང་དོན་མཐར་ཕྱིན་ཚར་བ་རེད། དེ་ཡིན་དུས་ཙམ་མ་ལ་ཡང་རང་དོན་མཐར་ཕྱིན་ཚར་བ་ཡིན་ན་གཞན་དོན་འགྲོ་ཡག་གི་བསམ་བློ་འདུག་བསམ་བློ་དེ་མ་གཏོགས་ཡོད་མ་རག་སོང་ཙང་དེ་རིང་ངེད་ཀྱི་རྣམ་པ་ཚོ་ལ་ཡང་ནང་ཆོས་སྲིད་ཡག་གི་དོན་དག་དེ་ག་རེ་ཡིན་མེད་ཨ་ནི་ནང་ཆོས་སྦྱངས་པ་ཡིན་ན་གནས་སྐབས་ཁེ་ཕན་ག་རེ་ཡོད་རེད་མཐར་ཐུག་ལ་ཁེ་ཕན་ག་རེ་ཡོད་རེད་འོ་འདི་སྐོར་ལ་ཡང་སྙིང་བསྡུས་ཞུ་ན་འདི་འདྲས་བྱེད་ཨ་ནི་དེ་དང་འབྲེལ་བའི་ཐོག་ནས་རྣམ་པ་ཚོ་ཡི་ངོས་ནས་ཡང་ཅིག་སོ་སོ་ཚོད་ཀྱི་དགོངས་འཆར་རེད་དགོངས་འཆར་གསུམ་དང་ཞེ་ས་མ་ཤོར་ན་སོ་སོད་ཀྱི་བསམ་ཚུལ་རེད་ཨ་ནི་དྲི་བ་རེད་ག་འདྲས་ཆོད་ཡོད་པ་ཡིན་ན་ཨ་ནི་མཆན་བརྒྱ་རྩ་འདིའི་འོག་ལ་དྲི་བ་འཕྲིན་གནང་རོགས་གནང་ཟེ་བཅས་ཀྱི་ཞུ་ཡ་ཡིན་རོགས་ཨ།

ཨ་ལགས་སོ་ཨ་ནི་དེ་ནས་རྣམ་པ་ཚོ་སླར་ཡང། ལེ་ཚན། རྗེས་མའི་ནང་བརྗེ་ཆོག་བ་བྱེད་སུ་ཞུ་ཨེ། ཐུ་ཆ་ན།